ཨོ་བཀྲ་ཤིས་བདེ་ལེགས། དེ་རེད་ང་ཚོས་འདི་ནས་འདི་ནས་བལ་རུ་དོན་ཡོད་རྒྱག་གི། ད་དམའ་འཁྲོག་གི་ལོ་རྒྱུས་སྐོར་ནས་འདི་ནས་ག་སར་དྲི་བ་དྲི་ལན་ཡིག་བྱེད་རྒྱུ་བྱས་པ་རེད། ད་དྲི་བ་དྲི་ལན་དེ་ད་དྲི་བ་མང་པོ་ཞུ་རྒྱུ་འབྱོར་བཞག། ད་དེ་ལ་དྲི་ལན་དངོས་སུ་འགོག་མ་རྫོགས་གོང་དུ་བ་ལན། དེ་ནས་ངའི་ཁ་སང་ཡང། བེ་རི་རྒྱལ་པོ་གི། ད་གསང་བའི་ཡིག་ཆ་ཇི་སྙེད་ཟེར་ན་ཡང་མི་འདུག་གཙང་པ་སྡེ་སྲིད་ལ་ཡང་ཡི་གེ་གཅིག་གཉིས་དེ། མི་གཞན་གྱིས་བཟུང་འགྲོ་དུས་དེ་ནི་སྡེ་སྲིད་བསོད་ནམས་རབ་བདེ་ཀྱིས། ཐད་ཀར་སོག་པོ་གོ་ཞིག་ཡིན་ནི་མ་བྲལ་བ་རེད་ཟེར་དེ་ལ། གཙང་པ་དེ་ཚིལ་གཡག་བྲེས་པ་རེད་ཟེར་ཡ་གྱིས་ཡང་ཁ་ནོག་ཅིག་འཁོར་ཡོད་ས་རེད་ཤག་ཁ་ནོག་འཁོར་ཤག་གསུང་གི་འདུག། ད་ལྟའི་མཚོན་དཔེ་གི་མི་གི་མིང་ནོར་བ་འདྲ་དེ་འདྲའི་ཁ་ཤས་ཀྱི་བ་ཕྱི་ད་སྔོན་སྦྱོང་བསྡད་མྱོང་ད་ལྟ་དྲན་བསྡད་ཡ་འདྲ་ཁ་ཤས་འདུག་དེ་ཁ་ཤས་ད་གནད་འགག་ཆེན་པོ་ཞུ་འོས་དོན་འདྲ་མི་འདུག་ད་ཁོང་གསབ་བཤད་མང་པོ་བྱས་བསྡད་ནས་མ་བསྡད་ན་དེ་གི་མི་ལ་གོ་བ་ལོག་པ་བལྟས་ཡོད་ས་འདུག་བསམ་བསམ་འདྲ་དེ་འདྲའི་ཤོག་ཆེན་པོ་བ་བྱས་ཡོད་ས་མ་རེད།

ཏག་ཏག་ཅིག་ངའི་གསལ་པོ་མ་བྱུང་བ་ད་ཕ་ཆེ་འདི་ནས་བལྟས་ཤིག་གསལ་པོ་བྱེད་དགོས་མེད་རུང་བསམ་བསམ་འདྲ་བོ་དེ་འདྲའི་འདུག་དྲི་བ་ཁ་ཤས་ནི། སྔོན་ལ་ཡར་ཤེས་བྱ་བ་ཁ་ཤས་ཀྱིས་ཕ་ཆེ་འདི་ཉན་ཡོད་ས་མ་རེད་བསམ་ས་དེ་འདྲའི་དྲི་བ་འདུག་དེ་ནས་དྲི་བ་ཁ་ཤས་ཀྱིས་ནི་བེ་རི་རྒྱལ་པོ་གི་དམངས་ཁྲོད་ཀྱི་ལོ་རྒྱུས་ལས་ཕ་རྒན་ནས། དེ་ནས་བེ་རི་གི་རུ་རྒྱུག་དང་འདི་ཚོ་གི།

མང་པོ་བྱས་དེ་འདྲའི་བར་འཁྲུལ་ནས་ཀྱི། ཤེས་འགྲོ་ཡང་འདྲ་དེ་འདྲའི་དྲི་བ་ཁ་ཤས་འདུག་ད་ལྟའི་ནང་ནས་མདོར་ན་བེ་རི་རྒྱལ་པོ་དང་ཡུལ་གྱར་ཁོ་རང་གི་ལོ་རྒྱུས་དང་འབྲེལ་བ་ཡོད་ཉེས་ཀྱི་དྲི་བ་དེ་ཚོ་ཚོ་འབྲུག་སྒྲོག་འདྲ་བོ་ཅིག་བྱས་ནས་དེ་ནས་དེའི་ཟེར་སིལ་བུ་འདྲ་བོ་ཅིག་བཟོ་གང་ཐུབ་ཅི་ཐུབ་བྱས་ནས་སྐད་ཆ་ཁ་ཤས་ཅི་ཤེས་ཡང་འབད་བརྩོན་བྱེད་ཀྱི་ཡིན། དེ་ནས་ད་ལྟ་ང་ལོ་རྒྱུས་ཀྱི་ཡིག་ཆ་དེ་འདྲའི་ཡོད་ས་ལས་ཆུད་ནས་མི་ཡིན་ང། ད་ལྟ་གོང་སངས་ཀྱི་མ་བྱང་དུ་ལྷས་བསྡད་ཡོད། མ་བྱང་དུ་ལྷས་བསྡད་དུས་དེ་རིང་ངས་དཔེ་ཆ་མང་ཅི་ཞུ། ཡི་གེ་ལས་ས་ནི་ནང་དེ་སློབ་གླིང་གི་ཤག་ནང་ལ་ཡོད་རེད། བྱས་ཙང། ཁོ་སི་ཧོ་ཞོ་བོ་དེ་འདྲའི་དང་ད་ཐུག་པའི་སུ་ཡ་དེ་འདྲའི། ཡང་དཔེ་སི་ཀ་ལས་ཁག་པོ་མིན་འགྲོ་བསམ་སང། དྲི་བ་ཁ་ཤིག་སྟེ།

ད་དེ་བླངས་བསྡད་ན་དེ་དུས་ཚོད་འགོར་རོགས་འདྲ་བོ་བྱེད་མ་གཏོགས་མི་འདུག་དེ་ཡིན་ཚེ་ད་ཐད་ཀར་མ་བྱེད། ཅེས་ཤེས་བཞག་ན་བསམས་སོ་ད་དེ་འདྲས་ཀྱི་མ་བྱེད་རྒྱུ་བྱེད། དེ་ནས་དྲི་བ་དང་པོ་དེ་ལ་ད་འདིའི་ནང་ལ་དྲིས་པའི་གི་དྲི་བ་གི་གོ་རིམ་འདྲ་བོ་བཅས་བྱས་ནས་མ་ངེས་ལན་གཅིག་བརྒྱབ་རྒྱུ་ཡིན། དེ་ནས་ཐོག་མ་དེ་ལ་དེ་ནས་བོན་གི་བླ་ཆེན་ཡིན་ད་ལྟ། དེ་ནས་སྣང་བྱེད་ཤི་པོ་བཅུ་གསུམ་གི་ནང་ཚན་གི་སྣང་བྱེད་བརྒྱ་བ་བློ་གྲོས་གི། དེ་ནི་ལོག་ལོག་པ་འདྲ་བོ་ཅིག་བཏོན་ནས་དེ་བེ་རི་རྒྱལ་པོ་གི་ཆོས་ལུགས་ལ་དགྲ་བྱེད་པ་ཅིག་བལྟ་བ་རེད་ཟེར་ཡ་དེ། ད་དེ་གཉིས་ངས་ཞུས་ཞུས་ཡོད་དེ་དེ་འདྲའི་མང་པོ་བྱས་ན་དེ་ཤེས་རྒྱ་ཡོད་རེད། ད་དེ། གི་རྐྱེན་རྩ་གཙོ་བོ་བྱས་ནས་ངས་དེ་བྱས་པ་མ་རེད་ཟེར་ཡ་བྱས།

ལོ་རྒྱུས་དེ་ཉིད་ཀྱི་དང་ལོ་རྒྱུས་ཀྱི་ཐོག་ལ་ཕར་འགྲོ་ཉེས་ཀྱི་མེད་ཅེས་ཡིན་ན། རང་གི་དགའ་ཕྱོགས་ཀྱི་ཐོག་ལ་དེ་ནི་བསྟོད་པ་ཆེན་པོ་ཅིག་བྱེད་འགྲོ་ཡ་དང། རང་གི་མི་དགའ་བའི་ཕྱོགས་དེ་ལ་སྨད་ར་ཆེན་པོ་ཅིག་གཏོང་འགྲོ་ཡ། འདི་འགྲོ་བ་མི་གཅིག་ལྷན་ཞིག་གི་གཤིས་ཀ་འདྲ་བོ་ཅིག་ཡིན་ཚ་དུས། ལོ་རྒྱུས་འདི་མ་ཧེ་གཉིས་ཀྱི་མེ་ལྕེ་ཡིན་ན་ད་དེ་གཉིས་ཀྱི་གཟབ་གཟབ་ཧ་ཅང་གི་བྱེད་དགོས་ས་འདྲ་བོ་དེ་རེད། དེ་ཡིན་དུས་ཕ་མཆིས་ཀྱི་ལོ་རྒྱུས་དེ་གཉིས་དེ་ཚོ་གི་དེ་འདྲའི་རྐྱེན་ནས་བྲིས་བཞག་པ་དེ། ད་དེ་རིང་ཁ་སང་གི་དེ་ཚོ་དཔེ་ཆ་དེ་ཚོ་ཡ་ཁ་སྔོན་ནས་མར་ཚ་རྒྱས་སྐྱོར་རྒྱུ་ཡིན་ན་དེ་ག་རང་གི་ཁོ་རང་ངོ་གདོང་སྟེ་ག་རང་གི་ས་བཞི་བྱས་བཞག་པ་འདྲ་བོ་ཅིག་མ་གཏོགས་ཀི། དེ་ལ་ཞོ་པོ་དེ་འདྲའི་ཁོག་སྒྲུབ་བཞི་དང་ཁང་ལུང་སྟོབས་མི་གོ་ཡག་གི་ཚུགས་འདྲ་བོ་ཅིག་རྩ་བའི་ཆ་ནས་ཡོད་རེད་ཁོ་ཡི་ལོ་རྒྱུས་འཁྲིད་སྟངས་དང་རྣམ་ཐར་འཁྲིད་སྟངས་ག་རེ་ཡིན་ན། ཚང་མ་ཕྱོགས་གཅིག་གི་སྟེང་ཕེབས་ནས་ཡོང་བསྡད་ཀྱི་ཡོད་པ་འདྲ་རེད་དེ། ཤུགས་ཆེན་པོ་ཡོད་རེད། འདི་རྒྱ་ནག་གི་ལོ་རྒྱུས་དང། ད་ལྟ་ཡོ་རོབ་ཀྱི་ད་ལོ་རྒྱུས་ཟེར་གི་མ་རེད་བས་ནོར་སོག་རིག་པ་གི་ད་བསྡུ་བཤིག་གི་ལོ་རྒྱུས་སྨྲ་བ་ལས་གི་ད་ལོ་རྒྱུས་འབྲི་འོང་དུས་ཡིན་ན་འདྲ་སྐྱེ་ཁམས་སྤེལ་འོང་དུས་ག་རེ་ཡིན་ན་དེ་གཞོགས་གླུ་སྐད་ཀྱི་ཉུང་ཉུང་འདྲ་བོ་ཀྱི་བར་ཕྱིན་ནས། དངོས་པོ་ཁོ་རང་གི་སྒང་མེད་ནས་མ་བསྐྱར་ནས་ཤིག་ཡོང་ཡ་ཅི་ཞོ་ཆེན་པོ་ཡོད་རེད་དེ། ང་རང་ཚོའི་ཞན་ཆ་འདྲ་བོ་ཅི་རེད་དེ་སྤྱི་བཏང་གི་བྱས་ན། དེ་སྐོར་དེ་ཁོ་ད་དེ་ཆ་ལ་ད་ལོ་རྒྱུས་བཅད་དང། དེ་འདྲའི་མང་པོ་བཅད་ལ་ལྟ་ཉེན་ཡིན་ན་ནི་སྒྲིག་གཞིའི་ལོ་ག་མི་དགོས་པའི་ཚུལ་འདྲ་བོ་ཅི་འདུག་ཟེར་ཡོད་རེད། ད་དེ་འདྲའི་འདྲ་བོ་ཞིག་ཡོད་རེད་ཟེར། དེ་ནས་ད་རིགས་ཀྱི་ད་སྐབས་སུ་བག་ཕབ་ཀྱི་བེ་རི་རྒྱལ་པོ་གི་ལོ་རྒྱུས་ནང་ལ། དེ་ནས་བེ་རི་རྒྱལ་པོ་ཁོ་རང་གི་ཀྱི་ཆོས་ལོག་གི་བཞེད་འགོ་ཁོ་ན་གྱི་ཀྱི་བྱས་སོང་བ་མ་ཡིན་པ། དེ་གཙོ་བོ་དེ། ཨ་ནི། ག་འདྲའི་འདྲ་བོ་བརྒྱད་ཀྱི་ཐོག་ནས་སང་ལོ་བཏང་གི་རེད་ཟེར་ན་སང་ལོ་གཉིས་བཏང་ས་ཡོད་རེད་ཟེར། བས་ར་རྒྱ་བོ་ཆུང་དུས་ཀྱི་ཆུ་ལོག་གི་དད་མོས་དེ་ག་འདྲའི་ཡིན་སྲིད་ད་ཀྱི་མ་ཐབས་ཀྱི་རེད་ཟེར། ཆུང་དུས་ནས་བཟུང་སྟེ་ཕམ་ཉེས་ནས་བཟུང་སྟེ་ཆུ་ལོག་གཅིག་ཆང་འཛིན་འདི་གཉིས་ཀྱི་མི་གཅིག་ཡིན་ན། དེ་ནས་ཆུ་ལོག་གི་ཐོག་ནས་ཤོག་ལྗིད་ཤོག་ཆེན་པོ་བྱས་ཏེ། ཀྱི་ཡོང་ཡག་གི་ཉེན་ཁ་འདྲ་བོ་ཅིག་ཡོད་རེད། ཡིན་ན་ཡང་བེ་རི་རྒྱལ་པོ་དེ་ཕ་མེས་དང་ཁོ་རང་ཆུང་དུས་ནས་ཆུ་ལོག་གཅིག་རྐྱང་འཛིན་མཁན་གྱི་རྩ་བ་ཉིད་ནི་མ་རེད། དེ་བྱ་ང་ཆུ་མཆོང་ར་ར་རྒྱལ་རབས། འོ་འདི་ཚོགས་ཀྱི་ཆབ་མདོ་དགོན་པའི་གདན་རབས་འདི་ཚོགས་ཀྱི་ནང་ལོགས་ལ

དེ་ཙམ་དུ་མ་ཟིག་གི། ཕ་ཨ་འཕིན་རྒྱལ་ལ་འབྲེལ་བ་ཤུགས་ཆེན་པོ་མེད་དེ་ཡག་གི་དབུ་ཡི་མཆོད་གནས་གསར་པ་དེ་འབྲོག་དཀར་མ་བསྟན་འཕེལ་དེ་ཆགས་གི་ཡོད་རེད་འབྲོག་དཀར་མ་བསྟན་འཕེལ་དེ་བེ་རི་ནང་ལ་ཕེབས་དུས་བེ་རི་ཨ་འཕིན་རྒྱལ་དེ་ལོ་དེ་ལོ་མོ་གྲོངས་སོང་ཉོག་བྱས་རེད་དེ་ནས་བཟུང་སྟེ་སྲིད་ལོ་གཅིག་དུག་གྲུབ་ཀྱི་སྲོང་གི་སོ་བདུན་གི་བར་ལ་དེ་ནས་སྤྱི་བཏང་གི་བྱས་ན་བེ་རི་རྒྱལ་པོ་གི་ལོ་རྒྱུས་གི་ནང་ལ་དུང་དེ་ཡག་གི་ནང་ནས་བླ་མཆོད་ཨང་དང་པོ་དེ་དེ་བྱས་གི་ཡོད་རེད་ད། རྡོག་རྡོག། དེ་གི་བྲག་ཡབ་དང་སྨི་རྒྱུག་ལ་སྟབས་ཡག་ཡག་གི་དགོན་པ་དང་རི་ཕྲུག་ཁ་ཤས་ཀྱི་ཡོད་རེད་དེ་ཚོ་གང་ག་ལ་གཟིམ་འདག་བྱེད་དགོས་ས་ནས་གཟིམ་འདག་གྲ་ཁྲིག་རྒྱབ་ག་རེ་བྱེད་དགོས་ན་ཁོང་གིས་བྱེད་ཟེར་ནས་བསྟན་པའི་གཟིམ་འདག་ཐེངས་མང་པོ་བྱས། དེ་ནས་དམག་སེར་གི་ཁམས་དྲོ་ལྡིང་ནས་དེ་ལ་རྒྱ་འབུད་བྱ་ཡ་དེ་འདྲའི་རྣམ་ཐང་ནང་ལ་ད་རེ་རེ་གཉིས་གཉིས་ཀྱིས་མ་བགྲང་སྟེ་ཐེངས་བཞི་ལྔ་ནི་ཐོན་གི་རེད།

གྲུབ་མཐའ་མ་མཐའ་ཡིན་པ་གི། ད་དེ་དང་ད་དུང་དེ་ཡི་རིག་འཛིན་རྒྱ་མཚོ་སྙིང་པོ་དང་འདི་ཚོགས། ད་འདི་གི་གི་སློབ་བརྒྱུད་དང་འདི་ཚོགས་ལས་སྔོན་ནས་འབྲེལ་བ་བྱུང་བསྡད་པ་གི་ཡང་ལོ་རྒྱུས་ཁ་ཤས་ཡོད་རེད། དེ་ཡིན་ཚ་དུས་བེ་རི་རྒྱལ་པོ་གི་ཡིག་ཐོག་ལ་འཁོད་བསྡད་ཡག་གི་ལོ་རྒྱུས་ཀི་ནང་ནས་ཆུ་ལ་དད་པ་བྱེད་ས་མང་ཤོས་དེ། དེ་ནས་འབྲུག་པ་བཀའ་བརྒྱུད་ཆགས་བསྡད་གི་ཡོད་རེད། ད་དོན་དངོས་ཀྱི་ཐོག་ནས་ཁོས་མི་ཚེ་བརྒྱད་ཀྱི་ནང་ལ་སུ་དད་པ་བྱེད་ཀྱི་ཡོད་རེད་ཟེར་ན་ང་ཚོས་ཐག་ཆོད་གི་མ་རེད་བ། ཡིན་ན་ཡང་ཡིག་ཐོག་ལ་ཁོས་དེ་ཡང་དཔང་རྟགས་སྟོན་ཆོག་ཡག་གི་ནང་ནས་དེ་ནས་མང་ཤོས་དེ་འབྲུག་པ་བཀའ་བརྒྱུད་ལ་དད་པ་བྱེད་ཀྱི་ཡོད་བ་དང་དེ་མཚམས་དགེ་སྡིག་དང་དེ་ནས་བོན་པོ་ལ་དད་པ་བྱེད་ཀྱི་ཡོད་བ་དེ་ཤུགས་ཆེན་པོ་གཏོང་བསྡད་ཀྱི་ཡོད་རེད། དེ་ཡིན་ཚ་དུས་དེ་ནས། གྲུབ་མཐའ་ཤོག་བརྒྱད་ཡོད་དེ་པ་བཅས་ནི། ཨ་ནེ་གྲུབ་མཐའ་ཡིན་ལ་ཡུ་གུ་བྱེ་བ་རེད་ཟེར་དེ་ལ། ཨ་ནེ་དེ་ཙམ་གྱི་ཕུགས་ཞུ་མི་འདུག་བསམ་བསམ་འདྲ་བོ་ཅིག་ཕ་ཤི་བོ་བེ་རི་རྒྱལ་བོ་གི་ལོ་རྒྱུས་དངོས་ལས་བསྐྱར་ཡག་བྱས་ན། འོ་དེ་འདྲའི་ཅིག་མཐོང་ལྡན་ཡོད་པ་དེ་རྒྱུ་མཚན་གཅིག་རེད། གཉིས་པ་དེ་ང་ཚོས་གི་ལོ་རྒྱུས་དྲི་གཉིས་མང་ཆེ་ཤོས་ཀྱི་དབང་སྒྱུར་པ་གི་རྗོད་ལ་ཡོད་མགྱོགས་ཀྱི་དབང་ཆ་དང། མངའ་ཐང་གི་འདོད་གཟིགས་ཀྱི་ཧམ་པ་དེ་ཆུ་ནི་ག་ཚིལ་ཡོད་མིན་འདྲ་བོ་ཅིག་ཆུ་ནི་ཧ་མ་གོ་བ་འདྲའི་ཟས་གོག་ཡོད་ན་དེ་ལ་ཅི་མཐོང་ཆུང་འདྲ་བོ་ཅིག་ཤོར་ནས་རྒྱུ་མཚན་ཅད་རྐྱང་པ་འདྲ་ཅིག་བསྒྲགས་ནས་དེ་ཅིའི་ཕྱིར་བྱས་པ་རེད་ཟེར་ཡག་གི་ཚོགས་སྡོམ་གྱི་རྒྱབ་དེ་ཡ་དེ་སྔོན་མེད་གི་ལོ་རྒྱུས་ཀྱི་ནང་ལ་ཡང་མང་པོ་ཤོད་གཏོང་གི་རེད། དེ་ཡིན་ཚར་དུས། དེ་ནས་བེར་རྒྱལ་པོ་ཁོ་རང་གི་ལྕགས་ནི་ཆུ་ལུད་ཆུང་ཆུང་དུས་ཀྱི་དད་པ་བྱེད་པའི་གི་ལོ་རྒྱུས། གཉིས་ནས་ཁོ་རང་གི་མིག་གི་གཤིས་ཀ་དང་སེམས་ཕྱོགས་ཀྱི་སྟེང་ནས་ཞོགས་པ་པོ་ཀྱི་དད་པ་གི་མཐུས་བཟུང་བ་འདྲ་བོ་ཀྱི་མིན་པ། ད་ཆུ་ལོག་སྐྱེགས་རྒྱུ་མཚན་དུ་བྱས་ནས་མང་པོ་ཅིག་བཏུས་དགོས་ཡོད་ན་སྐྱེགས་དེ་ལ་དེ་བཞིན་ཧ་ལས་པ་ཅིག་ཡོད་གི་རེད་དེའི་དོན་དག་ལ་མི་སེར་ཕུད་གི་རེད་དེའི་དོན་དག་ལ་རང་ཉིད་ཤི་ཕོད་གི་རེད། དེ་ཙམ་གྱི་དད་པ་ཅིག་ཡོད་ན་གཞི་ནས་གྲུབ་མཐའ་དེ་སྲོག་བཞིན་བྱས་ནས་གྲུབ་མཐའ་ཡན་དག་ལ་རྒྱག་རེ་རྒྱག་གི་རེད་གདུང་རེ་རྒྱག་གི་རེད། བལ་རྒྱལ་པོ་ལ་དེ་འདྲིའི་གི་ཆུ་ལོག་གི་སྟེང་ལ་ཤུགས་ཆེན་པོ་གི་དད་པ་དེ་འདྲའི་ཆུ་ལོག་སུ་ལ་ཡང་མེད་པའི་ཚུལ་ལ་ཧོ་གྱིན་འདུག། དེ་བས་ལ་རྒྱ་བོད་ཀྱི་ལོ་རྒྱུས་ཀྱི་མང་པོ་ནང་ལ་བལྟ་མི་ཚིག་གི་མཐའ་མཇུག་གི་ཁོ་རང་དེ་ནི་བོང་བུ་ཡིན་ན་འདྲ་འབྲུག་པ་བཀའ་བརྒྱུད་ཡིན་ན་འདྲ་དེ་ཚོ་གངས་དཀར་ཁུག་ཅིག་མཁོ་འདྲིས་ཀྱིས་བྱུང་བསྡད་པ་དང་བོང་བུ་ནང་ཚ་ལ་ཡང་སྒོ་སྟོང་ཉི་མ་བསྟན་འཛིན་གྱི་རྣམ་ཐར་ནང་ལོགས་ལ་འདོད་མ་འཐུས་པ་ཅིག་བྱུང་བསྡད་ས་ཅིག་དེ་འདི་ཡོང་རེད། དེ་འདྲའི་བྱས་འོང་དུས

རི་བོ་ཆེ་དང་ཆབ་མདོ་གཉིས་ལ་དུས་སྐབས་དེར་སྤྱི་བཏང་གི་ཆེ་ཆུང་འདྲ་བོ་ཅིག་བྱས་པ་ཡིན་ན། སྡེ་དགེ་ཁ་སྦྱར་འདྲ་བོ་ཅིག་བྱས་པ་ཡིན་ན་དུས་དུས་ཕ་ཆེན་རི་བོ་ཆེ་ཆེ་ས་འདུག་བསམ་བསམ་རེ་བྱེད་ཡོད་རེད། རི་བོ་ཆེ་དང་ངས་སྔོན་ནས་ཞུས་ཡོད་པ། ཆུ་ཚོགས་ཀྱི་ཡིན་ན་གདན་ས། གཉིས་ཀྱི་ཚོགས་ནའོ་ཅེས་དེ་ནི་སྲིད་ཀྱི་ཕྱོགས་ནས་ཡིན་ན་ཁོ་ཚོ་ལ་རྫོང་ཁབ་བཅུ་གསུམ་ཡོད་ཟེར་ནས་ཞོལ་གྱི་གཞས་ཡོད་རེད། དེ་འདྲའི་གཞས་འོང་དུས་སྟོབས་ཆེན་པོ་འདྲ་བོ་ཅིག་ད་ཁམས་ཕྱོགས་ཀྱི་སྟོབས་ཆེན་པོ་འདྲ་བོ་ཅིག་དེ་རི་བོ་ཆེ་རིག་གི་འདུག་བསམ་བསམ་ཞིག་ཡོད་རེད་དེ་ཡིན་ན་ཡང་དུས་དུས་དམག་འདི་སྲིད་ཡོད་ཟེར་ཡ་དེ་འདྲའི་ངའི་ལྟ་ཡག་གི་ལོ་རྒྱུས་དེ་ཡིན་ན་དམག་གི་སྒྲིག་གཞི་དེ་འདྲའི་ཤོག་ཆེན་པོ་གཏོང་གི་མ་རེད། དེ་ལྟར་ང་རང་ཚོ་ལོ་རྒྱུས་ཀྱི་ནང་ལོགས་ལ་དམག་དང་འཇིག་རྟེན་གྱི་བྱ་བ་བྱེད་བཞག་ས་ཞིག་ད་བྲིས་མེད་པ་དེ་དང། ཆོས་ལུགས་དང་དམ་པའི་རྣམ་ཐར་དེ་མ་གཏོགས་དེ་མིན་མང་ཆེ་ཤོས་ཀྱི་ལོ་རྒྱུས་མིན་པ་འདྲ་བྱེད་བཞག་ཡོད་རུང་བྱས་ཙང་ཤོག་ཆེན་པོ་སྟོན་གི་མ་རེད།

དེ་དུས་དེ་གཉིས་ཀྱི་དཔང་བསྒྲིགས་རིགས་ཀྱི་དག་པའི་མི་མ་གི་མ་ཟེར་ཡ་གཅིག་ཡོད་པ་དེ་དེ་ཙམ་ཞིག་ནི་དོན་གྱི་རིགས་མ་གཏོགས་ཀི། རི་བོ་ཆེ་དང་ཆབ་མདོ་གཉིས་དང་ཨ་ནི་དམག་གི་དམག་ཤིང་འདྲ་བོ་དང་དམག་དབང་འགའ་ཟིག་ཡོད་མིན་དེ་སྲིད་ཧོ་ཞུ་བ་དེ་འདྲའི་དོན་གྱི་མ་རེད། དོན་ཟ་དེ་ད་ལྟ་རི་ཆབ་གཉིས་དཔང་བསྒྲིགས་རིགས་ཀྱི་པའི་མི་པ་ཟེར་ཡ་གཅིག་ཡོད་རིགས་པའི་རིགས་ཀྱི་ཞབས་ལ་མདོ་ཚ་དུས་དེ་ནི་རི་བོ་ཆེ་དང་ཆབ་མདོ་གཉིས་དེ།

མི་རེ་རེ་ཤོར་འོང་དུས་འབུ་མ་རེ་རེ་བཟང་ངོ་ལེན་འགྲོ་གི་ཡོད་པ་འདྲ་དེ་འདྲའི་འདྲ་བྲིས་ཡ་ཡོད་རེད་མ་གཏོགས་ཀི་འདི་ལོ་རྒྱུས་དངོས་ཁུ་ནང་ལ་ཚོ་སྐྱོག་ནི་ཤུགས་ཆེན་པོ་བྲིས་ཡ་ཡ་དེ་འདྲའི་ཏེ་བོད་ཀི་ཀྱི་བཙན་པོའི་རྒྱ་རམ་འཇོག་རྫོགས་པའི་རྗེས་ཀྱི་ལོ་རྒྱུས་ནང་ལ་ཆེས་ཉུང་ཉུང་ཉུང་ཉུང་ཅིག་འོ་དེ་འདྲའི་ཅིག་ཆགས་བསྡད་གི་ཡོད་དུས

དེ་ནས་བེ་རི་རྒྱལ་པོ་ཀུ་མཱ་རྒྱབ་ས་ཀི་འཇང་ས་དམ་རྒྱལ་པོ་སེ་ཡ་དེ་གླིང་སྒྲུང་ནང་དོན་དེ་ཡག་གི་ས་དམ་དེ་རི་བེ། དེ་ཡིན་ན་དེས་དེ་གཉིས་ཐུག་ཐོག་ཁ་པོ་མ་རི་བེ་སེ་ཡ་འདྲེ་ཅེས། དེ་འདྲེ་གི་དྲི་བ་སྐྱེ་ཡོད་ས་རེད་ཤག་ད་དེ་ལ། འཇང་གི་ས་དམ་སེ་ཡ་དེ་དེ་དངོས་འདྲེ་ཅེས་ཡག་པོ་ཅིག་མ་འཁྲུལ་བ་བྱས་ནས་དྲི་བ་དེ་ཡོང་བསྡད་གི་མེད་འགྲོ་བསམ་བསམ་འདྲེ་ཅེས་རེད་ཤག་ད་སྤྱི་བཏང་གི་འཇང་སེ་ཡ་འདེ། ད་ལྟ་དུས་ཀྱི་ཡོངས་གྲགས་འདྲ་བོ་ཅིག་བྱས་པས་ཡིན་ན་འཇང་ཟེར་ཡ་འདི་དང་འཇང་ས་དམ་ཟེར་ཡ་འདི་དང་དངོས་མིང་གི་འཇང་ཟེར་ཡ་གོ་རུ་རྒྱུག་འདི་ཚོ་ཁ་ཁ་སོ་སོ་འདྲ་ཅིག་ཡིན་པ་དེ་ངོ་སྤྲོད་བྱུང་ན་དེ་ནི་སྤྱི་བཏང་གི་དྲི་བ་དེ་གི་དོན་དག་དེ་སིལ་བུ་འདྲ་བོ་ཅིག་ཆགས་འོང་ས་འདུག་བསམ་ས་འདུག་དེ་ཡིན་ཚ་དུས་འཇང་ཟེར་ཡ་འདི། ད་ལྟའི་ཆ་ལ་འཇང་འཇང་ཟེར་ཡ་འདི་ས་ཁུལ་གཙོ་བོ་ཆི་ཡ་འདྲ་བྱས་ཏེ་གསུམ་འདྲ་བོ་བྱས། ཡུན་ནན་ཞིང་ཆེན་གྱི་ཁུང་གི་དང་ལི་འཇང་ཟེར་ཡ་དེ་དང་ཏཱ་ལི་ཟེར་ཡ་དེ་གཉིས་བྱས་དེ་ནི་རྒྱ་ཐང། དཔའ་ཐང་ཟེར་གྱི་འདུག་བ་འདི་ཚོ་ཁུ་ལ་ད་འཇང་ཟེར་ཡ་དེ་ཟེར་གྱི་ཡོད་རེད་ད་འཇང་ཟེར་ཡ་དེ་ད་ལྟ་ཡིན་ན་ཡོངས་གྲགས་ལ་དེ་བ་ལ་འཛུགས་བཙུགས་ཡོད་རེད། ས་དམ་ཟེར་ཡ་དེ་ཞེ་དྲག་པ་བྱས།

བེར་རྒྱ་སྦུག་གི་སྒྲ་འཇིབ་ས་དེ་ཕ་ཕྱིར། དེ་ནས་འཇང་གི་རྒྱ་རབས་བཅུ་དགུ་པ་དེ་བདུད་སྨིན་དང་འོ་སྐྱིད་དང་དེ་འདྲའི་རྒྱ་ཡིག་གི། ད་ལྟའི་འཇང་གི་རྒྱ་སྦུག་དེ་བེར་རྒྱ་སྦུག་དང་རྨ་རྒྱ་གཉིས་ཀྱི་འཇང་གི་རྒྱ་སྦུག་སྟེ། འཇང་གི་རྒྱ་རབས་ད་ལྟ་འཇང་གླིང་འཇང་ས་ཐང་གི་རྒྱ་རབས་བཅུ་དགུ་པ་ད་ལྟའི་མི་ཚེ་གི་མིག་ལ་ཁེགས་མེད་ལོ་བསམ་བསམ་བྱས་ཡོད་རེད། དེ་ལ་དེ་ནི་མ་ཕམ་ཚེ་དབང་བསོད་ནམས་རབ་སྟེ་ཡིད་བསྲེས་ནས་བོ་མེན་གྱི་ཡོ་རི། བོ་མེན། དེ་བོད་ཀྱི་བླ་མ་རྣམས་པ་གི་བཏགས་པ་ཡིན་རི་ད་དེ་ཕ་ཆེར་ཞྭ་དམར་གྱི་བཏགས་ཡོད་ན་ཡང་ན་འཕགས་པ་ལ་སྐུ་ཕྲེང་གསུམ་པ་མཐུང་བ་དང་དེ་གི་བཏགས་ཡོད་ན་དེ་གི་བཏགས་ཡོད་རི་ད་དེ་གཉིས་ཀྱང་ས་དམ་རྒྱལ་པོ་སྐུ་བོད་ལ་རེ་བ་བོད་ཀྱི་ནང་རི་དེ་གཉིས་ཀ་ད་ཕེབས་མྱོང་ཡོད་རི། དེ་ནས་རྗེས་སུ་བཀའ་མ་བཅོལ་བ་ཆོས་དབྱིངས་རྡོ་རྗེ་ཡང་དེ་བ་ལ་ད་བུ་ཆུང་ཡོད་རེད་དེ་ཡིན་ཚ་དུས་བོད་སྨན་བྱེད་ཡོད་རེད་དེ་མི་འབིག་གི་ཡང་སྨན་བྱེད་ཡོད་རེད་ད་དེ་ང་བློ་ཐོག་ལ་མི་འདུག་ད་དེའི་རྒྱལ་པོ་དེ་ལ་བརྒྱབ་བ་རེད། གླིང་སྒྲུང་གི་ནང་གི་ས་དང་ལ་བརྒྱབ་ཡོད་པ་དང་བེ་རི་རྒྱལ་པོ་གི་ས་དང་ལ་བརྒྱབ་ཡོད་པ་དེ་གཉིས་ཀྱི་བར་ལམ་ལས་ཀྱི་དགའ་འདུན་འདྲ་བོ་གྱི་འདུག་བསམ་ཡག་གི་སང་ལོ་དེབ་འབྲུ་ཁུ་འདི་པ་བཞིན་དུ་རང་བཞིན་འདྲ་བོ་གྱི་ད་བ་ཆེ་འགྲོ་གི་རེད་བསམ་གི་འདུག་ཨོ་ད་དེ་ལན་དེ་ལས་འགྲིག་གི་ཡིན། རྗེས་མ་འཇང་ས་དམ་གྱི་རྒྱལ་རབས་དེ་དེ་ནི་གོ་ཤྲི་བསྟན་འཛིན་ཆོས་རྒྱལ་གོ་ཤྲི་ཧན་གྱི་ཚ་བོ། མཁའ་འགྲོ་བློ་བཟང་བསྟན་འཛིན་ཟེར་ཡ་དེ་གི་དེ་ནི་འཇང་ས་དམ་གྱི་ད་ད་ལིས་ཅང་གི་རྒྱལ་རབས་དེ་བ་ཆེ་ད།

ད་ད་དུང་ཡང་ཤག་གི་ཁམས་ཕྱོགས་ཀྱི་བླ་མ་དེ་ཡི་གེ་རྣམ་ཐང་དང་དགོན་པ་དེ་ཚོ་གི་ལོ་རྒྱུས་འགའ་སྔོག་ཅིག་ཡིན་ན། དེ་ཅིག་བྱས་ན་དོན་ཞིག་ཡང་མཆིས། ཡང་དུས་སུ་ཤིག་གི་སྒྲའི་ཡང་ཕྱོགས་ཀྱི་ལོ་རྒྱུས་ཁ་ཤིག་ལ་ཞེ་དྲག་ལྟ་ཡ་ཡོང་མ་རེད་ད་ལོ་རྒྱུས་གསར་པ་སྒྲས་འདུག་ཟེར་ཡག་གི་ལོ་རྒྱུས་དེ་ཚོ་ཁོང་གཏུག་ས་དེ་རྩེད་ལུས་དཀའ་སེ་འདུག་བརྟག་གི་རེད་མ་གཏོགས་གི་ཅིག་སྒྲས་རྒྱག་གི་འདུག་ད་དེ་རེད་ཟེར་ནས་ཤ་གཟུགས་བཟའ་བཅང་འདྲ་བོ་དེ་བྱེད་ཐུབ་མ་རེད། དེ་ཁོ་ལོ་རྒྱུས་ལྟ་ཉེན་ངོ་མ་ཡིན་ན་ནི་དེ་ཁོ་བདེན་རྫུན་དང་བཟང་ངན་གྱི་བརྡ་ཤ་དེ་གྱིས་འདུག་རེད་བ། དེ་མིན་པ་ཆེ་ལོ་རྒྱུས་གས་ཞི་དྲག་མི་ཤེས་མཆོག་ཡིན་ན་དེ་འདྲས་ཡིན་ཟེར་ཡ་གྱི་མཐོང་སོང་ན་ཨོ་ད་དེ་ཞི་བ་གྱི་འདུག་དེ་ལབ་ཚད་དུས་ད་དེ་ལས་འགར་སོང་ན་ཏག་ཏག་བསྡད་གི་མ་རེད་བསམ་བསམ་གི་སང་ལོ་གྱི་ཡོང་གི་རེད་བ། ཨོ་དེ་འདྲས་འདྲ་བོ་ཅེས་མ་ཡིན་བ་གི་ད་ལོ་རྒྱུས་དངུལ་མ་གི་ད་དེ། རྙིང་པ་ལ་འོ་དེ་འདྲའི་སྐྱེས་བུ་ཡོད་ན། དེ་ནས་ཁོ་དེ་ལ་ཁུངས་བཙན་པོ་ཞུ་ཅེས་ད་དེ་བྱས་ཆོག་ཡོད་རེད་ད་གང་ལྟར་ཀྱང། དེ་འབྲེལ་གྱི་ད་ལྟ་དཔྱད་གཞི་གི་ཡིག་རའི་ནང་ལ་ཨ་ཕའི་རྒྱ་གར་ལས་སའི་གྲོང་མི་དེ་འདྲ་ཡོད་མ་རེད་དེ་ཡིན་ན་ཡང་ཚོད་དཔག་ཁ་ཤས་ཀྱིས་བྱས་ཆོག་གི་ཡོད་རེད། རྒྱལ་སྤྱིའི་བེ་རི་དང་བེ་རི་བར་གྱི་དམངས་ཁྲོད་དེ་ཕ་རུས་སྐྱིད་པའི་གནང་སྒོ་མ་འདུག་ནས་ཁོ་གཉིས་དགའ་བ་བྱས་ཆོག་ནས་བྱས་པ་རེད་ཟེར་ནས། ཨ་ཕའི་རྒྱ་གྲོང་མི་གི་ལོ་དེ་ལ་བལྟས་ན་ཁྱེད་རེ་ཟའི་བེ་རི་དོན་ཡོད་རྒྱ་གར་རྒྱལ་སྤྱིའི་ལ་བྱས་པ་ཡག་རེད་རེད་རྒྱལ་སྤྱིའི་སྤོང་ཚུང་གི། སྤང་ཕན་བྱ་དེར་གཅིག་བྱས་ནས་སྒྲུང་སྨིན་འགྲོ་ཟེར་ཡ་གཅིག་དོགས་པ་ཞིག་ཆོག་གི་རེད། དེ་མིན་ན་ཕ་དེ་མི་བིག་གི་ལོག་ལྟ་བ་ལ་དེ་བེར་དོ་ཡུག་རྒྱག་གི། རྒྱལ་སྤྱིའི་སྤང་གསུམ་དགྲ་རྒྱག་དགོས་ཡག་གི་རྒྱུ་ཅན་ཞིག་རུ་བཤད་ཡག་འདུག་བསམ་བསམ་ནས་བྱས། དེ་འདྲས་བྱས་ཡག་ཡོག་རེད་ཡང་དེ་འགའ་བ་ཞིག་རུ་བྱེད་ཐུབ་གི་རེད་ཟེར་ན་ནི། རྒྱལ་སྤྱིའི་སྤང་གསང་གི་ལོག་རྒྱུ་དེ་གི་ནང་ལ་བྱ་ཕ་བྱ་དང་ཨ་ཕན་བྱ་གཉིས་པོས་ཡིན་པ་ཕ་ལ་ཉི་མ་རྒྱང་ཚིག་ཟེར་གི་ཡོད་པ་དེ་གི་ཞིག་ཡོག་རེད།

དེ་མཚམས་གཉིས་པ་དེ་ལ་ད་བེ་རི་རྒྱལ་པོ་གི་རྒྱུད་པ་སོ་སོ་ཡོད་པ་འདྲ་ཅེས་ཟེར་ཡ་ཅེས་བྲིས་འདུག་ད་རྒྱུད་པ་དེ་སོ་སོ་ཡོད་རེད་ཡོད་མ་རེད་ཞེས་ཐག་གིས་ཆོད་གི་མ་རེད། ངས་བཤད་རྒྱུ་འདི་འདི་ཡོད་རེད་འདི་ཡོད་མ་རེད་ཟེར་གི་ཡོད་མ་རེད། འདི་གཙང་ཆོས་ལོ་རྒྱུས་ཀྱི་ནང་ནས་མཐོང་གི་ཡོད་རེད། དེ་མ་གཏོགས་ལོ་རྒྱུས་ཀྱི་ནང་མཐོང་རྒྱུ་ཡོད་མ་རེད། བྱས་ཙང་མཐོང་ཆོག་དེ་གཉིས་བཤད་ཀྱི་ཡོད་རེད་མ་གཏོགས་དེ་ཕ་མཆོག་ལ་འགན་དེ་བེད་རྒྱབ་པོ་ལ་བཙུན་མོ་ཡང་ཁ་ཤས་ཡོད་ཆོག་པ་དང་སྤུ་གུ་ཡང་ཁ་ཤས་ཡོད་ཆོག་པ་དེ་འདྲའི་རྒྱ་རེད། ཡིན་ན་ཡང་ལོ་རྒྱུས་ཀྱི་ནང་མཐོང་བསྡད་ཡ་བསྡད། དེ་ནས་བུ་དེ་ལ་གཉིས་འདུག་གཉིས་དོང་གི་འདུག་ལོ་རྒྱུས་ནང། ཀྱེ་དཀར་མཛེས་བེད་རེ་དགོན་པ་གྱི་ལོ་རྒྱུས་ཀྱི་ནང་ལོགས་ལ།

ད་སྔོན་ནས་སྐྱེ་དགའི་རྒྱང་འཇོག་ངག་གི་དེའི་ཤ་ཚ་སྤང་ཚང་གི་ལོ་རྒྱུས་ཀྱི་ཚུགས་འདྲ་བོ་ཅིག་སྔོན་མ་སྐྱེ་དགའི་མྱོང། ཤ་ཚ་སྤང་ཚང་གི་ལོ་རྒྱུས་དེ་ལ་མི་རབས་བདུན་འདྲ་བོ་ཅིག་འགྲོ་གི་རེད་བ། དེའི་ནང་ལོགས་ལ། ཤ་ཚ་སྤང་ཚང་དང་པོ་དེ་དག་བསོད་ནམས་རྒྱ་མཚན་ཡིན་ཟེར་ཡ་གཅིག་མིང་གིས་གཏོང་གི་རེད་ད་དེ་ཡིན་ཟེར་ལབ་བྱ་ཡོད་ས་ཡོད། དེ་གི་སྡེ་རོགས་དེ་བེ་རི་རྒྱལ་པོ་གི་བུ་མོ་རེད།

ལོག་ལྟ་རྡོག་རྡོག་དེ་འདྲའི་རྗེ་རིགས་བུ་མོ་ཅིག་གདོང་དགུ་ཡོད་ན་བདེ་ཆེ། དེ་ནི་གཞན་ཡང་སྟེ་བེ་རི་རྒྱལ་པོ་གི་བུ་མོ་དེ། ད་ལྟ་ཅིག་དུ་བ་ཅིག་འདུག་བ་རྟ་སྙིང་སར་ཅིག་ཕྱིན་པ་རེད་ཡིན་ཟེར་ཡ་འདྲ་བོ་ད་ལྟ་དེ་འདྲའི་ཡོད་ན། ད་ནི་ཁོ་ང་དྲུག་དེ་འདྲའི་སྔོན་མ་ཁུངས་ཐོབ་གི་ཤེས་གི་ཡོད་ན་ཕར་ཕྱིན་ཁུངས་ཐོབ་ནི་ཁུངས་ཐོབ་སོང་རེད་ཅེས་རྫིག་ན་འགྲིག་གི་འོ་རེད། གཏེར་རིགས་མ་གཏོགས་ཁུ་ཏལ་མན་དཀར་གསེར་གྱི་རིགས་དཀར་ལྕེ་གི་རིགས་ཟེར་ཡ་དེ་ཚོ་བསིལ་བོ་ཞིམ་བོ་དེ་འདྲ་ཞིག་ཐུག་གི་མ་རེད་ཟེར་ད་མདོར་ན་ལོ་རྒྱུས་ནང་ལ་གདོང་འཇོག་དེ་གཉིས་བྱེད། དེ་ནས་ཚོད་དཔག་བྱས་ན་བུ་མོ་སྐྱེས་གཉིས་དེ་འདྲའི་སྐྱེས་ཡོད་ས་ཚོད་དཔག་བྱས་ཆོག་གི་ཡོད་བ་འདྲ་བོ་སྐྱེས་ཡོད་ད་བརྒྱུད་པ་དེ་དེ་འདྲའི་སྐྱེས་རེད། ད་དེ་མཚམས་ཀྱི་དྲི་བ་གཅིག་ལ། ད་བ་ཀོག་གི་ནང་ལོགས་ལ་ཡོད་དེ་ལྷོ་འདམ་མཚམས་དང་བ་གཅིག་ཡོད་དེ། ད་ཆིངས་དེ་གི་ངོགས་དུ་བ་ལ་ངུ་དྲུག་ཅིག་ཡོད་ས་རེད་བ། ད་ལྟེ་ངས་ངོ་མ་བེ་རི་ཇའོ་གི་ལོ་རྒྱུ་བྲི་དུས་རྒྱུ་ཡ་ད་ཆིངས་དེ་རྩེ་ཆུག་ཅིག་བྱས་དེ་བ་ཆིངས་ཅིག་བྱས་བ་རེད་ལོ་ཚིགས་དེ། ད་ད་ལྟ་ངུ་ལི་ལིང་ཡང་བྱུང་དེ་དེ་དུས་དེ་འདྲིའི་འདྲི་གྱི་མི་འདུག་བསམ་བསམ་བྱས་འདུག་ད་ལྟེ་ས་བ་ཅིག་ལིང་ཡོད་ན་ག་རེ་བྱས་ཡོད་ན། ག་ད་དེའི་ལོ་ཚིགས་དེ་ཡང་མ་དག་བ་ཅིག་རེད།

ད་དེ་ཚོ་དེ་ལ་དེ་ནི་ཚོད་དཔག་འདྲ་བོ་ཅིག་དང་ཡིན་དང་མིན་ཟེར་ནས་དོགས་པ་བྱེད་དགོས་ཡང་དེ་མི་འཇོག་གི་ཚུལ་འདྲ་བོ་ཅིག་རེད། དང་པོ་དེ་ཇུ་ཡ་ད་ཆིག་གི་སྐོར་གྱི་དཔྱད་རྩོམ་ཅིག་རེད་ཤག་དེ་ཕྱི་ལོ་གཅིག་དུག་དྲུག་བརྒྱ་སུམ་ཅུ་ཚོགས་དགོས་སུ་བསྐྱབས་ཤག་དེ་ཅིག་ཡིན། འོ་མ་དེ་དོང་ཁ་ཚིག་འཛུགས་རེད། དོང་ཁ་ཚིག་འཛུགས་གི་ནང་ལོགས་ལ་ས་ཆ་དེ་ག་རེ་ཡོད་པ་ངོས་འཛིན་དེ་བལྟས་ཤིང་ནོར་དེ་ཡོད་རེད་མ་གཏོགས་ལོ་ཚེགས་དེ་ཡང

སློབ་གསོ་ཅུའུ་དང་དང་དྲིལ་བསྒྲགས་ཅུའི་འབྲེལ་ཚོགས་ཀྱི་སྐྱེ་དངོས་དྲུག་ཅེས་བྱའི་འགའ་རེའི་ལོ་རྒྱུས་ཀྱི་ཁེ་ཤོག་ཟེར་དུས། འོ་ད་བར་ནི་ལོ་རྒྱུས་ངོ་མ་དེར་ཁོང་དཔའ་བོ་མ་ཐོབ་པ་ཞིག་ལོ་རྒྱུས་ག་འདྲས་བྱས་ན་ཡག་གི་འདུག་ཟེར་ཡག་གཟུགས་རྒྱག་ཡག་འདྲ་བོ་དེ་འདྲས་བལྟས་ས་འདུག་ཨ། དེ་ནས་ལོ་ཚེགས་དེ་ཚོ་ཡང། མོང་གི་འདོར་རྒྱུག་བྱས་ཞོར་ཡང་དེ་འདྲས་ཉེན་ཁ་ཤོག་ཆེན་པོ་འདུག།

སོ་བདུན། སོ་དགུ། བཞི་བཅུ། ཞེ་གཅིག། ཞེ་གཉིས། འོ་ད་དེ་འདྲའི་ལས་འདོད་པ་དེ་ལོ་རྒྱུས་ཁ་ཤས་ཀྱང་ངས་གོང་དུ་ཞུས་ཡོད། ལོ་ཚད་མི་འདྲ་བ་བདུན་ཞིག་ཡོད་རེད་ཟེར་ཡ་འོ་ད་དེ་ཚོ་དེ་འདྲའི་འདྲ་ཅན་རེད་དེ་རྒྱུ་ཡག་དག་ཞིག་གིས་ད་ལྟ་ངོས་ལུང་དཀྲུགས་ཡོད་དེ་ཡ་དེ། ཕ་ཆེ་དག་ཅིག། ད་བཞིན་ནོག་དེ་མེད་འགྲོ་བསམ་བསམ་དེ་ཇེ་ཡོག་ད་ལྟ་ལོང་དང་ལོ་རྒྱུས་མང་པོར་བག་ཆུ་གཏོགས་དགོས་པ། དེ་ཅི་ཡོང་འདུག་ཁོག་བལྟས་ཤིག་ད་ལྟ་དེ་ཡོག་མ་རེད་ཞོག་ད་གླེང་དེ་ཡིན། དེ་མཚམས་དེ་ལ་སོག་པོ་སྟག་ཁྲིད་དེ་སོག་པོ་དེ་ནི་གོ་བཞིན་ཡིན་ཅེས་སྟག་དེ་བེད་རེ་བྱས། ད་དེ་བཏུས་སོང་བ་རེད་ཟེར་ཡང་དེ་འདྲའི་ཤེས་སོ་ཇེ་ཡོད་ས་རེད་ཤག། དེ་བཞིན་དོ་ཀོས་སོག་པོ་དེ་ནི

སོག་པོ་ཨ་ཁྲིས་རང་གི་རྟེན་ལ་ཁོ་ཞིབ་འཇུག་བྱས་མ་མྱོང་བ་ཡིན་ཚ་དུས་བཤད་སྲོལ་དེ་འདྲའི་ཡོད་རེད་ཟེར་ཡ་མ་གཏོགས་ཁེ་ངས་འདི་དག་གི་རེད་དག་གི་མ་རེད་ཟེར་ཡ་དེ་འདྲའི་བར་ཆད་ཞིག་ཐུག་གི་མ་རེད་ཤི་ན་ཡང་ཁོ་ཐག་ཟིག་གེར་ཆོད་གི་མ་རེད། སྤྱི་སྟངས་ཁག་ལོ་རྒྱུས་ཟེར་ཡ་དེ་དེ་ནས་རྒྱུ་མཚན་སྒྲུབ་གཞིའི་དཔང་རྟགས་མང་པོ་བཅས་ཀྱི་ཚོ་ཁ་འདྲ་བོ་ཅིག་དྲངས་ནས་དེའི་རྗེས་ནས་ཐག་བཅད་ན་ཡག་པོ་ཡོད་རེད་མ་གཏོགས་ཁེ། དེ་ནི་དོན་དངོས་དང་ཞི་དྲག་མ་ཉེ་བ་ཐག་ཆུ་མང་པོ་ཅིག་བྱས་པ་ཡིན་ན་ཡང་ཁོ་ཐག་ཆུ་ནི་ཐག་ཆུ་ཙམ་ཞིག་རེད་མ་གཏོགས་ཁོས་ནུས་པ་ཞེ་དྲག་ཐོན་གྱི་ཡོད་མ་རེད་འོ་དེ་ཡིན་ཚ་དུས་མདོར་ན་ད་ལྟའི་བཤད་སྲོལ་དེ་འདྲའི་ག་ཤེད་ཅིག་ཡོད་ས་རེད་ཤག་ཟེར་ཡག་མ་གཏོགས་ཁོས་ངའི་ངོས་ནས་ད་འདི་མཐུན་འདི་མི་མཐུན་ཟེར་ཡག་གི་བར་ཆད་དེ་ཞིབ་འཇུག་ཤོག་ཆེན་པོ་དེ་འདྲ་བྱེད་མྱོང་མེད་ཚ་དུས་བཤད་སྲོལ་དེ་འདྲའི་ནས་སོམས་འདྲ་བོ་ཅིག་ད་གཏོགས་སུ་འདུག་ཟེར་ཡག་མ་གཏོགས་ཁོས་འདི་འདི་འདི་མ་རེད་ཟེར་ཡག་དེ་འདྲའི་ཤོག་ཆེན་པོ་དེ་འདྲ་ཤེས་ཐུབ་ཀྱི་མི་འདུག་ཟེར་ནས་ཞུ་ཡག་ཡིན།

ནས་གཅིག་པ་ཡིན་ས་འོ་གོ་ད་ལྟའི་སྒོ་སྟོང་ཉི་མ་ཏིང་འཛིན་ཟེར་ཡ་ཁོང་གི་རྣམ་པར་ཐར་པ་འོ་ཁོང་གི་རྣམ་ཐར་དེ་ཕལ་ཆེར་ད་སྲི་ཞུ་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ལ་བལ་རི་ཇག་པོ་གི་ལོ་རྒྱུས་ཚིག་དམ་ཁ་ཤས་ཁ་ཤས་ཀྱི་རྒྱ་གོ་བ་འདྲ་མང་པོ་རྒྱབ་ཆོག་འཇོག་དེ་འདྲའི་ཡོད་རེད་ཁོ་ལོ་རྒྱུས་ལྡུམ་དོམ་ལྡུམ་དོམ་ཅིག་ཞིག་ཡག་འཇོག་ཅིག་འདྲ་ཅིག་རེད་དེ་ཚོ་གཙོ་ཤུལ་འདྲ་ཅིག་རེད་དེ་མཚམས་དེ་ལ་དེ་ནས།

སྟེགས་ལོ་རྒྱུས་དང་སྡེ་ཚོགས་ཀྱི་ནང་ནས་བེེ་རི་རྒྱལ་པོ་དེ་ཏའེ་སི་ཅེན་ཐུང་ཡག་གི་རེད་པ་འདྲ་བོ་ཅེས་ཤུགས་ཆེན་པོ་བྱས་ནས་ཏའེ་སི་ལོ་ཝི་ཀི་སྐད་ཆ་དང་ཀ་ལི་རྒྱ་བྷི་སྐད་ཆ་གཉིས་དེ་ཞེ་དྲག་མཐོང་མ་སོང་ཟེར་དེ་ནི་ངས་ཁ་སང་ཞིག་བགྲངས་ཡོད་པ་ཁོ་པོ་བློ་གྲོས་ཐོགས་མེད་ཀྱིས་བལྟས་ནས་བཏོན་པའི་གི་དེ་ནི་སྲིད་པ་འཇུག་ཅིག་ཁ་བྱང་ཟེར་ཡ་དེའི་ནང་ལ་ང་ཡི་བྱིན་གྱིས་བརླབས་པའི་བུ་བེེ་རི་རྒྱལ་བའི་མཚན་གྱིས་འབྱུང་ཟེར་ལུང་བསྟན་བཞག་ཡོད་རེད་འོ་ད་དེ་ཚོ་ཚ་རེད། འོ་ད་དེའི་འདྲ་བོ་ཅན་མ་གཏོགས་ཀི་དེ་ནི་དམིགས་བསལ་གི་བོད་མི་ལོ་རྒྱུས་ནང་ལ་འབེལ་ཤོག་ཆེན་པོ་གཏོང་བསྡད་ཡ་དེ་འདྲའི་ངག་ལས་ངོ་སྤྲོད་ཞུ་ཡ་མེད་ཟེར་ནས་ཞུ་ཡ་ཡིན། འོ་ད་དེ་མཚམས་རྒན་བུ་དེ་ཡིན། ནོར་བུ་ལྷ་རྗེ་ཁོང་གི་དྲི་བ་ཅན་གནང་འདུག་དེ་ནས་ས་པིས་ཀྱིས་བེ་རི་ཁྲིས།

བཟང་ལག་མི་སྨྲ་ནག་ཆུ་ནི་འགྱོད་མེད་འགྲོ་བསམ་བསམ་བྱེད་ཡོད་རེད། ཡིན་ན་ཡང་དེའི་ནང་ནས་དལ་བུ་ཚ་མཚོ་ལ་ལངས་ཞེས་ཟེར་ཡ་སྐྱེས་ཡོད་རེད། དལ་བུ་ཚ་མཚོ་དེ་སྨན་ཁང་གི་ཕྱོགས་ཀྱི་ད་མཚོ་མིང་སྤུན་དུས་འདི་འདྲིའི་གི་ཀྱི་ནང་ཚན་གྱི་རིགས་ཞེས་ནི། དེ་ཡིན་དུས་འདི་ལྷོ་རྒྱུད་ནི་ཀོ་ར་རྒྱལ་ནི་ད་ཁ་དམའ་ས་ནི་ཀོ་ར་རྒྱལ་ལྷུང་བདེ་བ་འདྲ་བོ་བྱེད། བསམ་བློ་འདོན་ཉི་ཁ་བཅས་བྱུང་ཡོད་རེད། དེ་ལྟར་ན་བེར་དེ་ངེད་ཚོགས་ཀྱི་ཕྱོགས་ཀྱི་ད་བེར་གྱི་ཡིན་ས་འདུག་གསུང་གི་རེད་ད་ལམ་དེ་འདྲ་བྱས་ཡོད་ན།

དེ་ཡིན་དུས་དེ་སྨན་ཁང་གི་རྒྱུགས་ལས་ཡོན་འཇོག་གི་ཚོགས་ཅིག་ཡིན་ན་དེ་ནི་བརྒྱ་ཆ་བརྒྱ་ངེས་ཆོད་ཤོག་གི་དཔེ་རེ་ཅིག་ཡིན་ས་རེད་ཤག་སེ། དེ་ནི་ད་ལྟ་འདི་སྦྲ་ཆེན་གྱི་ཕྱོགས་ཀྱི་དཔེ་རེད་གི་ལོ་རྒྱུས་ཡང་ཁ་ཤས་ཀྱི་ནང་ཡང་ཁོ་ཚོ་ཡིན་ཟེར་སླ་བོ་རེད། དེ་ཡིན་དུས་འདིར་ཅེས་པས་སེམས་ཚང་ག་འདྲ་བོ་ཞིག་བརྒྱབ་བསྡད་དགོས་རེད་དེ། ཞིབ་ཕྲ་བལྟས་ན་བས་དེ་ནས་འདི། ས་པིན་མར་ཕེབས་དུས་ལམ་ག་ལ་བྱེད་མ་བྱེད་དེ་པས་སེ་བལྟ་ས་མེད་རོགས་བསམ་བསམ་བྱས་ཡོད་རེད། ཨོ་དེ་འདྲའི་ཅི་རེད་དེ་མི་བུ་གང་ཞིག་ཡིན་པ་དེ་ད་ལྟ། ལོ་རྒྱུས་སྨྲ་བ་ན་བཙན་ཐུས་མ་རེད། ཡིན་ན་ཡང། འཆམ་དུས་ཡིག་ཚང་ནང་ལ་འདི། དེ་ནས་བལ་དོན་ཡོ་རྒྱག་གི་ཕ་མེས་ཀྱིས་ཕ་ཆེ་མིན་འགྲོ་ཟེར་ནས

གར་སའི་ད་མིང་དེ་ལ་ལ་དྭགས་རྒྱལ་རབས་ཟེར་ཡག་གི་ཁོ་རང་མེ་གཞིའི་མེ་འཇོག་གི་ཡིག་ངན་སྐྱེས་དང། ལ་དྭགས་རྒྱལ་རབས་སློབ་མའི་གནའ་བོའི་དགའ་སྟོན་ཟེར་ཡག་སྐྱེས། དེ་ནས་ལ་དྭགས་གནས་བཞི་ཟེར་ཡག་སྐྱེས་དེ་འདྲའི་དཔེ་ཆ་ཁ་ཤས་ཀྱང་ཡོད་རེད། ད་ཁོ་བོ་བཙན་པོའི་རྒྱལ་རབས་ཀྱི་སྐབས་ལ་ཕ་ཆད་གཅིག་གྱུར་འདྲ་བོ་ཅིག་མ་གཏོགས་ཤོག་ཆེན་པོ་དེ་འདྲའི་ཨེ་ཡོད་ན་བསམ་བསམ་བྱས་བྱས་དེ་ནས་དེ་རྗེས་ལ་ཁོ་དར་བའི་གི་སྐབས་ལ་ཡི་གེ་གི་མངའ་རིས་ཀྱི་ད་ཤོག་ལ་མཚོ་སྣ་ནི་སྐུ་ཡི་རྒྱལ་རབས་ཏེ་བ་ཆེ་གཏོར་ས་འདྲ་དེ་འདྲའི་ལོ་རྒྱུས་ཡོད་རེད་དེ་ནས་དེ་རྗེས་ཡང་སྐབས་ཁ་ཤས་ལ་འབྲུག་པ་གི་ཁུངས་གཏོགས་འདྲ་བོ་བྱས་ཏེ་ཆག་མེད་ལོ་བསམ་ས་ཡོད་རེད་དེ་ནས་མང་པོ་བྱས་ལ་དགའ་ལྡིའི་ཕོ་བྲང་གི་སྲིད་དབང་བཟུང་བའི་སྐབས་སུ་ན་དགའ་ལྡིའི་ཕོ་བྲང་གི་ཞབས་ལ་དེ་སྲིད་ཡོད་བདེ་བ་འདྲ་བོ་བྱས་དེ་གི་གུང་དུ་བ་ལ

ཁྱོད་ནི་མི་བརྒྱ་རྟ་བརྒྱ་ཐང་ནས་ལྷུང་སོང་བ་རེད་ཟེར་ཡ་དེ་ངའི་ཁ་སང་དེའི་ནང་ཤི་བཞག་ཡོད་མི་བརྒྱ་རྟ་བརྒྱ་ཟེར་ཡ་དེ་བལ་རི་རྒྱ་བོད་ཀྱི་དམག་དང་ཐོག་ཚ་བའི་སྐབས་ཀྱི་བྱང་ཐོག་བྱས་སོང་འཇུག་མིང་གཙོ་བོ་བྱས་རིག་རྩ་བའི་ཆ་ནས་བལ་རི་མི་བརྒྱ་རྟ་བརྒྱ་བལ་རི་མི་བརྒྱ་རྟ་བརྒྱ་ཟེར་ཡ་དེ་ཨ་ཕའི་ལྗགས་ཀྱི་གོང་ཙམ་ནས་ནས་དེ་ནས་བལ་རི་དེ་ཡར་དྭངས་བའི་སྐབས་ལ་བལ་རི་མི་བརྒྱ་རྟ་བརྒྱ་ཟེར་ས་སྐྱེགས་དང།

དེ་བཞིན་དུ་དཀར་མཛེས་བྲལ་བ་འདི་གའི་གང་གཱ་དེ་རུ་གྱུར་ཅིག་པ་ཆགས་ཏེ་ཡོད་རེད། རུ་གྱུར་ཏེ་རུ་མེན་ཅིག་པ་ཆགས་ཏེ་ཡོད་རེད། ཡིན་ན་ཡང་མི་འགྱུར་ཏེ་ཕ་གཞན་འོང་དུས་ད་བེ་རི་དོང་ཡོ་རྒྱག་གི་འཇུས་པ་ཡིན་མི་ཏེ་དེ་ནི་ཡང་གནས་ཚུལ་ཁ་ཁ་རེད། བེ་རི་དོང་ཡོ་རྒྱག་དེ་བེ་རི་ཀུ་རུ་གྱུར་ན་ད་བཟང་འདྲ་ངན་འདྲ་ག་རེ་བྱས་ན་ཡང་ཁུག་པས་དེ་མ་འདྲ་འདྲ་ཞུ་ཅེས།

རྒྱ་མོ་འབྲུག་པ་ཞིག་གིས་རྩོམ་གྱི་ནང་ན་དེ་འདྲའི་འགྲེལ་གྱིན་འདུག་སྟེ། ཁོང་དེ་གོ་འདི། ཁྱོད་ཕོ་གི་དཀར་ཆག་དང་དཀར་མ་པའི་རྣམ་ཐར་ཁ་ཤས་ཀྱིས་རྫོང་བྱས་ད་ལྟའི་རྩོམ་ཁ་ནས་ཁྱོད་ཚོ་ཕྱི་ཡོང་ནས་བེར་སེང་གེ་མ་ལོག་ཟེར་ཡ་ཅེས་ད་ངས་དེ་གཉིས་གོང་དུ་བ་ཅེས་ཞུ་བཞག་ཡོད་པ་དེ་ཚོ་དང་འདྲེས་ཀྱི་ཅེས་བསྡོམས་འདུག་སྟེ། དེ་ད་ལྟ་སྡེ་བའི་རྫོང་འདྲེས་ཀྱི་མི་འདུག་བསམ་བསམ་བྱས་འདུག་འདི་ཚོ་རུས་རྒྱུད་གཅིག་པ་རེད་མ་གཏོགས་ཀི་ཐག་ཚོ་ག་ནས་བྱས་ཡོད་པ་དེ་ད་ལྟ་ཀི་ཐག་ཆོད་གི་མ་རེད། འོ་དེ་འདྲའི་འདྲ་བོ་ཅིག་རེད། ད་ད་ད་བེ་རི་ས་ཐོ་ལ་བེ་རི་རྒྱལ་པོ་གི་མི་ཆུང་འདྲ་བོ་གྱི་རིགས་ཟེར་ཡ་དེ་འདྲས་ཡོད་ལེ་རེད་ཟེར་གྱི་འདུག་ད་རྩ་བའི་ཆ་ནས་འདི་ལོ་རྒྱུས་ཀྱི་ནང་ལ་ནི་ཕལ་ཆེར་ཁོ་ཞུ་བོ་དེ་འདྲས་ཤེས་ཐུབ་ཡ་འདྲ་བོ་གྱི་ཡོད་མ་རེད་ཡིན་ན་ཡང་ད་གོང་དུ་ཅིག་ཞུས་ཡོད་པ་བེ་རི་རྒྱལ་པོ་གི་རྒྱུད་པ་ཅིག་ག་རི་རྟ་རྙིང་ས་ལ་ཕྱིན་པ་རེད་ཟེར་ཡ་ཅིག་ད་དེ་ཅིག་ཤེས་གྱི་འདུག་བ་དེ་ཤེས་སྲོལ་ཅིག་ཡོད་ས་རེད་ཤ་དེ་ཅིག་རེད།

བ་མིན་དང་རྒན་བཀུར་དེ་ཚོ་གི་གར་ཤེས་གི་ཡོད་མིན་དེ་ཚོ་ཞིབ་བསྡུར་འདྲ་བོ་ཞིག་བྱས་པ་ཡིན་ན་ཨ་ནི་དོན་གི་འགྲོ་བའི་ལྟ་རྒྱུ་ཞིག་རེད་མ་གཏོགས་གི། དེ་མི་འཇུག་སྟེ་དེ་འདྲའི་རྐྱེན་ནི་བསྡུར་བ་ཤུགས་ཆེན་པོ་བྱེད་ཡོད་མ་རེད་ལོ་རྒྱུས་གི་ནང་ལས་ནི་དེ་འདྲའི་ཡིག་ཤུགས་ཆེན་པོ་གཏོང་གི་མ་རེད་ཟེར་ཡ་དེ་རེད། དེ་མཚམས་རྒྱལ་སྤྱིའི་བེ་རི་དང་བེ་རི་གཉིས་དེ་ཕབ་རྒྱུ་ཡིན་ན་གམ་ཚིག་དང་ཏྲེ་ཧོ་དེ་གཉིས་ཀྱི་བེ་རི་དེ་ག་རེ་རེད་ཟེར་ཡ་དྲི་བ་བྱེད་འདུག་ད་ལྟའི་བར་དེ་ལྟ་དྲི་གཉིས་ཞུས་བཞག་ཡོད། གང་དེ་ལྟར་དཔྲལ་བ་མི་རྒས་ཀྱི་བེར་མང་པོ་བཅས་ནི་བེར་རྒྱ་བོ་གི་རྒྱུད་པ་ཕྱི་མ་གི་དེ་རེད་དེ་ཡོད་རེད། འོ་མར་སོག་པོ་གི་ཅེས་བྱས་ཚད་དུ་མི་རྒས་མ་འཐོར་སོང་ཡོད་དེ་རེད། འོ་དེའི་གྲངས་དེ་རེད་དེ་ཡོད་རེད་ཟེར་དེ་བྱས་དེ་ནས་དེ་མཚམས་ཤ་ཚ་དཔོན་ཚང་གི་ཅེས་ནང་ནས་ཤ་ཚ་དཔོན་མཚན་རྣམས་ཀྱི་དྲི་བ་བྱས་འདུག་ཤ་ཚ་དཔོན་མཚན་རྣམས་དེ་ཤ་ཚ་དཔོན་རེབ་དྲུག་པ་དེ་ཕ་ཆེ་བྱ་དེ་ཡོད་རེད།